ཡིན་ནའི་འདི་ན་ཡོད་པའི་སྐུ་འདྲ་ཚང་མ་བོད་པའི་ནང་ཆོས་དང་འབྲེལ་བ་ཡོད་པའི་སྐུ་འདྲ་རྐྱང་རྐྱང་རེད་འདུག། ད་ཁོ་ན་ཚོས་ཆོས་གཤོམ་ན་ཤེས་ཡིན་འདིར་བསྒྲིགས་གནང་ཙང། དེའི་འགྲེལ་བཤད་དག་ཨེ་འདེ་བས་མི་འདུག། གཞན་ནམ་རྒྱུད་འགྲེལ་འདོད་ཁང་ནང་ལོག་ལ་བྲིས་པའི་སྐུ་འདུ་འཛུའི་བར་ལ། སྐུ་འདུ་འཛུ་བྱུང་ཁུངས་དང་འདུ་འཛུ་ག་ནས་ཡོད་མེད་དྲིས་གི་འདུག་ཨ།

ཚང་མ་བསྡོམས་ནས་དངོས་པོ་ཉིས་བརྒྱ་ས་འཇོག་རེད་གསུང་གི། ལྟ་ཆོས་ཞེ་དྲག་མ་ཤེས་ཚེ་དངོས་པོ་འདུ་འཛུལ། ལོ་དང་ཚུལ་ཞེ་རག་འགྲེལ་བཤད་རྒྱབ་ཆད་བསྡད་རྒྱུ་རེད་ཤག། ཧོབ་དང་གདུགས་བྱས་དུས་དངོས་གནས་བསམ་པ་སྡུག་ཡག་རེད་ཤི་འདུག། དངོས་གནས་བྱས་ནས་དངོས་པོ་འདི་ཚང་མ་འགྲེམས་སྟོན་ཁང་ནང་ལོག་བཞག་ཡག་གི་ལ་བཞག་ཡོག་མ་རུ་བ། སོ་སོས་ཉེ་རེ་ཆོས་ཉམས་ལེན་བྱེད་ཡག་གི་བོད་ཆོས་བཏང་ཡག་ལ་བཞག་མ་རུ་བ། ད་ང་རེ་ཆོས་ཆོས་ཟེར་ག་ཆ་མོད་འདུག་བོད་པ་ཅིག་ཡིན་དུས་དངོས་གནས་སྨོས་ཡག་རེད་ཤི་འདུག་སོ་སོ་འདི་ཚང་མ་འདུ་བ་ཤོག་ཚར་རུ་བ། གལ་སྲིད་ཁྱེད་རང་འདིའི་སྒང་ལ་ཨིང་བྷར་བཅས་གཏིང་ཟབ་པོ་ཁྱེད་ཉིད་ཕྲུ་གུ་ཡོད་ན་འགྲེམས་སྟོན་ཁང་འདིའི་དྲ་རྒྱའི་སྒང་ལ་ཐེབས་ཡོད་ན། སྐུ་འདྲ་འདི་ཚོའི་སྐོར་ལ་འགྲེལ་བཤད་གཏིང་ཟབ་པོ་བྲིས་བཞག། དྲ་རྒྱ་འདིའི་ཁ་བྱང་བ་དེར་བྲིས་ཡོད། ད་དེ་རིགས་དེ་ཙམ་བཞག་གི་ཡིན་གལ་སྲིད་བརྙན་ཐུང་འདི་མཉེས་པོ་བྱུང་བ་ཡིན་ན། བ་གི Like Button དེ་གཅིག་ནེམ་རོགས་ན། ངའི་དེ་རྗེས་འཇུག་ན་གཉིས་འཕྲོ་ན། བ་གི Subscribe Button དེ་ནེམ་རོགས་ན། གལ་སྲིད་ཁྱེད་རང་གི་ག་བ་མཉེས་པོ་ཕར་ཚུར་ཤུ་རིགས་ན་གཉིས་འཕྲོ་ན་ཨ་ནི Share Button དེ་ནེམ་རོགས་ན།